སྡོམ་པ་བླངས་ཏེ་ཨེ་ནི་སྤྱོད་པ། ད་འདུག་ཟིན་དུས་ནི་སྤྱོད་པ་ལ་སློབ་ཡག་གི་ཁས་བླངས་དམ་བཅས་པ་མ་བྱས་ཤ་བ་འདི་ལ་ཡང་ཨེ་ནི་སྨོན་སེམས་བསྐྱེད། ད་དེ་ནས་སངས་རྒྱས་ཀྱི་གོ་འཕང་སངས་རྒྱས་ཀྱི་གོ་འཕང་དོན་དུ་གཉེར་བའི་བློ་དེས་ད་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཐབས་དམ་པས་རང་རྒྱུད་སྨིན་བྱེད་ཕར་ཕྱིན་དྲུག་དང་གཞན་རྒྱུད་སྨིན་བྱེད་བསྡུ་བའི་དངོས་པོ་བཞི་ལ་སོགས་པའི་དགེ་རྩ་ཞིབ་འཇུག་སེམས་དཔའི་སྤྱོད་པ་བསླབ་དགོས་ཡག་དེ་གྱིས་དེ་ཨེ་ནི་སོ་སོས་བསླབ་ཀྱི་ཡིན་ཟེར་ནས་ད་ཁས་ལེན་དམ་བཅས་བྱས་ནས། ད་དེ་སྡོམ་པ་བླངས་ནས་ཡོང་དུས་ཨེ་ནི་སྤྱོད་པ་ལ་སློབ་པར་ད་ཁས་བླངས་ཡོང་གི་ཡོད་རེད།

དལ་འབྱོར་ནས་དེ་དང་དལ་འབྱོར་དོན་བྱེད་གཉིས་ཀ་ནས་བཟུང་བ་ཅིག་མི་རྟག་པའི་སྐོར་དང་ངན་འགྲོའི་སྡུག་བསྔལ་བསམ་པ་དང་ཅིག་ལས་འབྲས་བསགས་པ་ལ་སོགས་པ་འདི་དེ་ཡང། ཁ་སོ། སྐབས་ཐོབ་སྐབས་ཐོབ་སྐབས་ཐོབ་ལ་ཡང་འཕྲོས་ནས་གསུངས་ཡོང་གི་ཡོད་རེད། དེ་ཡིད་དེ། བྱང་ཆུབ་སེམས་མ་སྦྱང་བའི་སྔོན་གྱི་ཉམས་ལེན་ཞིག་དང་ཞིག་གསུངས་ནས་ཡོང་བ་ཡིན་དུས་ཙང་ནས། ཁ་སོ། བྱང་ཆུབ་སེམས་ཐོག་མར་བློ་སྦྱང་ཡང་ཁ་ཐུག་ལ་ཡ་དེ་དེ་སྔོན་ལ་འགྲོ་དགོས་ཡ་ཅིག་གི། ད། ཉམས་ལེན་ཞིག་ཡིན་པ་རེད་དེ་ཡིད་དེ་དེ་ནང་ལ་གཏན་ནས་ཡོང་དུས།

དང་གཞན་མཉམ་བཞེད་ཁ་ཐུག་ལས། དང་གཞན་མཉམ་བཞེད་ཁ་ཐུག་ལ། རང་དང་གཞན་གཉིས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་མཚུངས་པའི་སྟེང་ནས་བསྒྲུབས་ཡོང་དུས། མཐའ་གཅིག་ཏུ་མར་མ་མཐོང་ན་ཡང། བཟོད་པའི་ལེའུའི་ཁ་ཐུག་ལ་སོང་བ་ནང་བཞིན་གྱི་རང་གི་དགྲ་བོ་དེ། རང་ལ་པའི་དྲིན་ཤིན་ཏུ་ཆེན་པོ་རེ་ཟིན་ནས་ད་སོང་ཡོད་ཡ་དེའི་སྟེང་གི། ངེས་པ་རྣམ་དག་ཅིག་རྙེད་པ་ཡིན་ན། རང་གི་མ་ལ་མ་མཐོང་ན་རང་གི་དགྲ་བོ་ལ་ཡང་མཐོང་བཞིན་པ་དགྲ་བགེགས་མུ་ནེ་ཨེ་ནི། དགྲ་བོ་དེ་ལ་ཡོད་པའི་མཐའ་གཅིག་ཏུ་དེ་དག་པའི་སྤྱི་སྤྱི་འཛིན་གྱི་བློ་སྐྱེ་ཡོང་ངེས་གཅིག་དང། དགྲ་བོ་དེ་ལ་སྤྱི་འཛིན་གྱི་བློ་སྐྱེས་པ་དེའི་དབང་གིས་དེ་སྡུག་བསྔལ་མཐའ་དག་དང་བྲལ་ན་སྙམ་པ་གཅིག་བློ་ཤུགས་དྲག་པོ་ཞིག་དགྲ་ལ་དམིགས་ཏེ་ཨེ་ནི་སྐྱེ་ཐུབ་ངེས་ཅིག་ཡོང་དུས། མཐའ་གཅིག་ཏུ་པའི་དགྲ་དེ་རང་གི་གཉེན་གྱི་དྭངས་མ་མ་ཡིན་པ་ལ་སྒྲུབ་མ་ཐུབ་ན་ཡང་འདྲིས་ཐུབ་ངེས་ཟབ་ཅིང་དགོས་དོན་ཅི་ཞིག་ཐང་པའི་བློ་ཤུགས་དྲག་པོ་གཅིག་གིས་ད་སྐྱེ་དགོས་ཀྱི་ཡོད་རེད་དེ་བདག་གཞན་མཉམ་སྤྱོད་ཐང་ནས་སྒྲུབ་ཐུབ་པ་ཡིན་དུས་ཚོད་ནི་ཕལ་ཆེར་འདི་སྐོར་འདྲ་ཙམ་དྲན་ཡོད་ཡིན་ན་ཡང་ད་དཔྱད་དགོས་པ་རེད་གང་དག་ཡོད་ནི་སོ་སོའི་ཉམས་མྱོང་སྐྱིད་ལུག་ཐོག་ནས་ད་དགོངས་པ་བཞེས་རྒྱུ་རེད་མ་རེད། ད་འདི་ཤག་དོགས་བྱས་ད་དེ་བདེ་བའི་ཚུལ་གྱིས་ནི་ད་ལུགས་གཉིས་དེ་ལྟ་བའི་མཁས་པའི་དབང་པོ་རྣམས་ཀྱིས་གང་དག་པའི་མན་ངག་སོ་སོའི་བེ་ད་བཤད་ལུགས་བྱས་ནས་བེ་ད་ལུགས་སུ་ཡོད་པ་ཡིན་དུས་དེའི་བར་སྐད་ཅིག་དྲངས་ནས་སྒོམ་ན་ཡང་ཕུན་སུམ་ཚོགས་པ་རེད་ད་ཡང་སྐབས་རེ་ད་གཞན་གཅིག་ཐོག་ནས་བློ་སྦྱངས་ཡང་སྤྱོད་འཇུག་ནས་བསྲུང་བ་ནང་བཞིན་བྱས་ཏེ་སྒོམ་ན་ཡང་ཤེས་རབ་ཀྱི་བེ་ལིང་བུ་དང་ནུས་པ་ཆེན་པོ་རེད།

ཡིན་ན་ཡང་འཇུག་སེམས་སྐྱེད་པའི་ཕན་ཡོན་ནང་བཞིན་གཅིག་བསོད་ནམས་པས་རགས་པའི་རྒྱུ་ནི་མ་བཤད་པ་ཞིག། གཉིད་ལོག་པ་ཚུན་ཆད་ཀྱི་སྐབས་ལ་ཡིན་ན་ཡང་དགེ་བའི་བློ་ད་ལྟ་མངོན་གྱུར་བ་མི་སྐྱེ་བ་རགས་པས་གཅིག་བག་མེད་པ་ལྟ་བུའམ། གཉིད་ལོག་པ་ལྟ་བུའི་སྐབས་ལ་ཡིན་ན་ཡང་ལུང་མ་བསྟན་གྱི་སེམས་མངོན་དུ་གྱུར་པའི་སྐབས་ལ་ཡིན་ན་ཡང། རྒྱལ་བ་ངང་གིས་ཕན་ཡོན་ཡང་གི་དེ་འདྲའི་བསོད་ནམས་དེ་ཡོད་མ་རེད་གསུངས། ཇི་ལྟར་འཇུག་པའི་སེམས་བཞིན་དུ་བསོད་ནམས་རྒྱུན་ཆགས་ཏེ་འབྱུང་བ་མིན།

ཞེས་ཐག་པ་ནས་པའི་ཐག་བཅད་ཁས་བླངས་དམ་བཅས་པས་མི་ལྡོག་པའི་སེམས་དེ་སྐྱེས་པས། མི་ལྡོག་པ་ཡི་སེམས་ཀྱིས། འཇུག་པའི་སེམས་དེ་ཉིད་ཡང་དག་པར་བླངས་པ་ནས་བཟུང་བ། དེ་ནས་བཟུང་སྟེ། རང་རྒྱུད་འདི་ཀྱི་གང་ཟག་པའི་གཉིད་ལོག་གམ་གཉིད་ལོག་པ། ར་རོ་བ་ལྟ་བུ་དེ་འདྲ་གི་བག་མེད་པར་གྱུར་ན་ཡང། བསོད་ནམས

ལྷའམ་ཡང་ན་མ་ཡང་རུང་སུ་ལ་འདི་འདྲའི་ཕན་སེམས་ཡོད་ལྷ་དང་དྲང་སྲོང་རྣམས་ཀྱང་རུང་ཚངས་པ་ལས་ཚངས་པ་ལ་ཡང་འདི་ཡོད་དམ། དེ་འདྲའི་རེད། ཞེས་ཐག་པ་ནས་ནི་རང་ལས་གཞན་གཅེས་པར་སོང། དང། ཐ་མལ་པའི་ནི་ནང་དགའ་དང་སྙན་པའི་སེམས་ཅན་རྣམས། གཏན་དུ་བལྟ་བ་སྡུག་བསྔལ་མཐའ་དག་ལས་བྲལ་བ་ཅིག་དང་ནི་གཏན་དུ་བལྟ་བ་ད་དུ་བླ་ན་མེད་པའི་རྫོགས་བྱང་ལ་དགོས་འདོད་ཀྱི་བསམ་པ་དང་བསམ་པ་སྐྱེས།

འཇིག་རྟེན་རྣམ་པའི་ཆེ་བར་གྲགས་པའི་ལྷ་དང། རྣམ་པའི་ཚངས་པ་ལ་སོགས་པ། རྣམ་པའི་ལྷ་དང་དྲང་སྲོང་དང་ཞེས་ཚངས་པ་ལ་སོགས་པ་དེ་དག་ལ་ཡང་འདི་འདྲའི་སེམས་ཅན་རྩ་བ་ནས་ཡང་ཡོད་མ་རེད་གསུངས་ཡོད་པ་རེད། ཚངས་པ་ལ་ཡང་འདི་ཡོད་དམ། དྲི་བའི་ཚིག་གིས་དགག་ཚིག་འཕེན་པ་ཡིན་པ། དེ་རྒྱུ་མཚན་ག་རེ་ཟེར་ན་སེམས་ཅན་དེ་དག་ཉིད་ལའང་རང་གི་དོན་དུ་འདི་འདྲའི་སེམས་རྨི་ལམ་དུ་ཡང་མ་རྨིས་ན་གཞན་གྱི་དོན་དུ་ག་ལ་སྐྱེས། ཚངས་པ་ལ་སོགས་པ་དང་དམ་པའི་འཇིག་རྟེན་ན་འཆི་བ་བྲལ་བའི་ཚངས་པ་དང་བརྒྱ་བྱིན་ལ་སོགས་པ་དེ་གྱིས་དེ་གྱིས་དེ་འདྲའི་རིག་པའི་སེམས་ཅན་སྐྱེ་ཐལ། ཡང་ཡང་ཡོད་མ་རེད་ག་རེ་ཟེར་བ་ཡིན་ན། རང་རང་སོ་སོ་རང་གི་དོན་དག་ལ་ཡང་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་སངས་རྒྱས་ཀྱི་དང་དམ་པའི་སྐྱོན་མཐའ་དག་ཟད་པ་ཞིག་དང་སྐྱོན་མཐའ་དག་ཟད་པ་ཞིག་དང་ཡོན་ཏན་མཐའ་དག་རྫོགས་པ་གཅིག་གིས་དེ་འདྲའི་རིག་པའི་དང་སངས་རྒྱས་ཀྱི་གོ་འཕང་དོན་དུ་གཉེར་བ་ཞིག་རང་དོན་གྱི་ཐོག་ལ་ཡིན་ནའི། པའི་དགའ་གསུང་རེད། ཞུམ་པ་གཅིག་དེ་འདྲའི་གི་ཐོག་ནས་ད་སྐྱེ་མི་ཐུབ་པ་ཞིག་གིས་ཡིན་ན།

སེམས་ཅན་རང་རང་སོ་སོ་ཡིན་ན་ཡང་བའི་རང་དོན་རང་གཅེས་མི་བྱེད་ངེས་སུ་གཅིག་ཡོད་མ་རེད་དེ་འདྲ་ཡིན་དུས། སེམས་ཅན་ཐམས་ཅད་ལ་རང་དོན་རང་གཅེས་ཡོད་དང་ཡོད་བཞིན་པ་ཞིག་ལ་ཨེ་ནི་རང་གིས་དེ་ཟུར་དུ་བདག་གི་ཇུས་མི་ཇུས་དྲིས་ཚོར་བ་ཞིག་གི་སེམས་དེ་འདྲ་སྐྱེ་དགོས་ཡ་རྒྱུ་མཚན་ག་རེ་རེད་ལབ་ན་དེ་དེ་འདྲ་མ་རེད། སྡུག་བསྔལ་འདོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་འགྱུར། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་དང་འཇོམས། སྡུག་བསྔལ་སྡོམ་འདོད་ཀྱི་བློ་ལྟ། ཚང་མ་ལོག། ལབ་པས་ད་གིན་གོང་དུ་ཞུས་པ་ནང་བཞིན་གྱི། ར་བ་བདེ་བ་ཅིག་བྱུང་ན་བསམ་པ་དང་རང་སྡུག་བསྔལ་དང། བྲལ་བ་ཅིག་བྱུང་ན་བསམ་པ་དང་ཀུན་ལ་ཡོད་རེད་དེ། ཡིན་ན་ཡང། སྡུག་བསྔལ་གྱི། མི་འདོད་ན་ཡང་སྡུག་བསྔལ་གྱི་རྒྱུ། འདོར་མི་ཤེས། སྡུག་བསྔལ་གྱི་རྒྱུ་ངོ་ཡང་མི་ཤེས། ངོ་ཤེས་ན་ཡང། དེ་ལ་ཡར་བས། བུ་ཚང་གོམས་པའི་དབང་གིས་མཇུག་དེ་ཡང་གཅིག་དང། བདེ་བ་འདོད་ཀྱི་ཡོད་རེད་དེ་ཡིན་ནའི། བདེ་བའི་རྒྱུ་ངོ་ཡང་མི་ཤེས། ངོ་ཤེས་ན་ཡང། དེ་ལ་ཡར་བས། རང་བས། སྙིང་སྟོབས་བསྐྱེད་འདོད་པའི་བརྩོན་འགྲུས་པའི་རྩོམ་ཡག་གི་ཨ་ནི་ནུས་པས་མ་འདང། གནས་ཚུལ་དེ་འདྲ་ཞིག་ཡིན་པ་ཡིན་དུས་ཙང་ནས། རང་གི་ངོས་ནས་ཨ་ནི་སྙིང་སྟོབས་བསྐྱེད་དེ་སེམས་ཅན་མཐའ་དག་གི་སྡུག་བསྔལ་སེལ་བ་དང། བདེ་བ་སྒྲུབ་ཡག་གི་སེམས་བསྐྱེད་རིགས་ཀྱི་རེ་ཟུང་ཡིན་པ་འདྲ། སྡུག་བསྔལ་འདོར་འདོད་སེམས་ཡོད་ཀྱང་སྡུག་བསྔལ་ཉིད་ལ་མངོན་པར་འགྱུར། བདེ་བ་འདོད་ཀྱང་གཏི་མུག་གི་གཞན་དབང་དུ་སོང་བའི་དབང་གིས་རང་གི་བདེ་བ་དེ། སྒྲ་ལྟར་དུ་འཇོག་པར་བྱེད་ཡོང་གི་ཡོད་རེད་ངང་ཚུལ་དེ་འདྲ་ཡིན་དུས་རང་གི་ངོས་ནས། མ་འཇོལ་བ་ཡང་གཞན་གྱི་དོན་ཁུར་དུ་བླངས་ཏེ་དེ་དོན་སྟོན་པ་དེ་ངེས་པར་དུ་བྱེད་དགོས་ཀྱི་རེད་སོགས་ཡིན་པ་རེད། རང་གི་བདེ་བ་སྒྲ་ལྟར་འཇོག། གང་ཞིག་བདེ་བས་ཕོངས་པ་དང་སྡུག་བསྔལ་མང་སྟེ་དེ་དག་ལ་བདེ་བ་ཀུན་གྱིས་ཚིམ་པ་དང་སྡུག་བསྔལ་ཐམས་ཅད་གཅོད་བཞིན་གྱི་གཏི་མུག་ཀྱང་ནི་ཟད་བྱེད་པ་དེ་དང་གྱེས་གསུམ་ག་ལ་ཡོད།

ཨ་ནི། གཞན་དག་གི་ར། ད་གཞན་དག་ཟེར་ནི་མི་འདུག་གང་དག་པའི་གཅིག་གི་གཅིག། ཡང་གཅིག་གི་གཅིག་ལ་ཡང་ཕ་ཕན་བཏགས་བཤད་པ་དེ་ལ་ཨ་ནི་གཅིག་པུ་དེ་གི་གཅིག་ཤོས་དེ་ལ་ཕ་ལན་དོན་ཡང་དེ་ད། འཇིག་རྟེན་ན་སྔ་གོར་འོས་པ་ཞིག་ཡིན་ན། བྱང་ཆུབ་ཀྱི་སེམས་ཡོད་དེ་ངས་དེ་གི། རང་ལ་ཡང་དེ་ད་པའི་རང་གི། ག་ཚུགས་རེད་རང་ལ་ཚུགས་ཨེ་ནི། སྔར་བས་ཕན་བཏགས་བྱས་པ་གཅིག་གི་རྒྱུ་མཚན་དམིགས་བསལ་བྱེད་མཁན་མེད་ན་ཡང་མ་བརྗོད་བཞིན་དུ་མ་བརྗོད་བ་ཡང་གཅིག་ཐུབ་པས་གཞན་ལ་ཡང་དག་ཕན་བདེ་བསྒྲུབ་འདོད་ཀྱི་བའི་བློ་བསྟན་ཡོང་ངེས་འདི་ལྟ་ཨེ་ནི་བསྔགས་པར་འོས་པ་ཡིན་པ་ལྟ་ལྟ་ཅི་མོས་སོང་ཡིན་འདྲ། མ་བརྗོད་ལེགས་པར་བྱས་པ་ཡི་བྱང་ཆུབ་སེམས་དཔའ་སྨོས་ཅི་དགོས། གཞན་ཡང་འཇིག་རྟེན་ན་འགྲོ་བ་ཉུང་ཚད་ནར་མའི་ཟས་སྦྱོར་བ་སྐད་ཅིག་ཟས་ཙམ་སྦྱིན་པར་བྱེད་པ་དང་སྙན་བཅས་ཉིན་བཞིན་འགྲངས་པར་བྱེད་པ་ཡང་དགེ་བ་བྱེད་པ་ཡིན་ཞེས་རྒྱལ་བས་བསྒོ། འཇིག་རྟེན་ན།

དུས་ཀྱི་ཆ་ནས་རགས་པའི་ནམ་མཁའ་ཇི་སྲིད་ཀྱི་བར་ལ། སྦྱིན་སྲེག་དངོས་པོའི་ཆ་ནས་ཀྱང་བདེ་བར་གཤེགས་པའི་རགས་པའི་བདེ་བར་གཤེགས་ཀྱིས་བདེ་བ་བླ་ན་མེད་བདེ་བར་གཤེགས་པའི་སྐུ་གསུང་ཐུགས་ཀྱི་ཡོན་ཏན་རགས་པའི་མཐའ་དང་མུ་མེད་པའི་ངང་གིས་ཡོན་ཏན་དེ་ལྟ་བུའི་བདག་ས་ལ་ཡང།

གལ་ཏེ། རང་དང་རང་འདྲ་བ་ང་རང་གི་འདྲ་བོ་གཅིག་གིས། སེམས་དེ་དང་པའི་བླང་དོར་གྱི་གནས་རྨོངས། གང་ལྟར་དེ་འདྲའི་དེ་འདྲའི་པའི་ག་ཤུགས་རེ་བས་ཀྱི་ཆགས་སྡང་གི་དབང་གིས། ངན་སེམས་འདྲ་བོ་བྱང་ཆུབ་སེམས་དཔའ་དེ་འདྲའི་ཕྱིར་ཡ་དམིགས་ཏེ་ངན་སེམས་སྐྱེས་པ་ཡིན་ན། ངན་སེམས་སྐྱེས་བྱའི་བུ་ཚས་སྐྱེས་པའི་གྲངས་དེ་ཉིད་དུ། འོར་དང་བསྐལ་པར་ངན་སོང་མུ་མཐའ་མེད་པའི་གནས་སུ་གནས་པར་འགྱུར་ཞེས་ཐུབ་པས་གསུངས་ཡོད་རེད། དེ་འདྲ་ཡིན་དུས་ས་ནས་ཞི་རགས་ཀྱི་ཉེན་ཁ་འཇིགས་པ་རེ་སོང་བ་ཡིན་པ་རེད། གང་ཟག་གི་གང་ཟག་ཚོད་བཟུང་ག་ས། ང་དང་ང་དང་ང་འདྲ་བའི་གང་ཟག་ཚོད་བཟུང་གི་གང་ཟག་གི་གང་ཟག་ཚོད་མི་བཟུང་སོང་བ་ནང་བཞིན་གྱི་བྱང་ཆུབ་སེམས་དཔའ་གང་ན་ཡོད་མི་ཤེས་པ་ཡིན་པས་ཀུན་ལ་དག་སྣང་སྦྱོང་དགོས་སོང་བ་ཡིན་པ་རེད། བློ་སྦྱོང་གླང་དར་སིག་གི་སྐབས་ལ་སོང་བ་ནང་བཞིན་གྱི་གང་དུ་སུ་དང་འགྲོགས་བས་དེ་དོན་གཉིས་ཀུན་ལས་དམན་ལྟ་ཞིང་སེམས་རང་ཉིད་དང་དམན་ས་སོང་རང་ཉིད་པའི་དང་པའི་གཞན་ཐམས་ཅད་ལོ་རང་གི་ཡང་ག་སུ་རེད་ཅིའུ་ཡང་བཀུར་རང་ཉིད་དམན་ས་སོང་ནས་བསྡད་ན་ཨ་ནི་པའི་ཉེས་པ་མང་པོ་ཁེགས་ཡོང་རྒྱུ་རེད། ནོར་བ་དེ་ལྟ་བུའི་ཚུལ་གྱིས་ཨེ་གནས་དགོས་ཀྱི་རེད་མ་གཏོགས་དེ་མིན་བྱང་ཆུབ་སེམས་དཔའ་གང་ན་ཡོད་མི་ཤེས་པ་ཡིན་པས་གལ་ཏེ་བྱང་ཆུབ་སེམས་དཔའ་གཅིག་ལ་དམིགས་ཏེ་ངན་སེམས་སྐྱེས་པ་ཡིན་ན་ཉེས་པ་ཆེན་པོ་རེད་སོང་ཡིན་པ། འོན་ཏེ་གང་ཞིག་ཡིད་རབ་དྭངས་ཤེས་ན་དེ་ཡི་འབྲས་བུ་དེ་ལ་ལྷག་པར་འཕེལ། ཡང་བྱང་ཆུབ་སེམས་དཔའ་ལ་དམིགས་ཏེ་དང་ཡིད་རབ་ཏུ་དྭངས་བའི་སྒོ་ནས། དེ་ལ་ཡང་ཨེ་གནས་དགའ་སོགས་རེ་འཕེལ་མོས་པའི་སེམས་སྐྱེས་ནས་བྱུང་ན་ནི།

ཕུན་ཚོགས་ལོངས་སྤྱད་ཀྱིས་སྨིན་པའི་བསོད་ནམས་ཐོབ་ཡོང་གི་སོང་ཡིན་གདའ། དེ་ཡི་འབྲས་བུ་དེ་ལ་ལྷག་པར་ཕན། རྒྱལ་སྲས་རྣམས་ལ་དོ་གལ་ཆེན་པོས་ཀྱང་སྡིག་པ་མི་འཇུག་རྒྱལ་བ་ངང་གིས་ཕན། དེ་ལྟར་དག་པའི་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་ལ་ཡང་བློ་སྦྱངས་ཏེ་ངེད་ཀྱི་རྒྱལ་སྲས་ཞིབ་འཇུག་བསམ་པ་རྣམས་ལ་ཡང། རྐྱེན། རེ་དང་པས། ཅིག་རྩ་གྲངས་རབ་གཅིག་གི་འོག་ནས་ཡང། སྡིག་སེམས་ཀྱི་བློ་སྐྱེ་ཡག་དེ་ཉུང་ཉུང་རེ་སོང་ཡིན་པ། བྱང་ཆུབ་ཀྱི་སེམས་ཀྱི་བའི་སྙིང་སྟོབས་ཆེན་པོ་ཅིག་པའི་རྟག་ཏུ་བའི་སྒོམ་ནས་བསྡད་ཡོད་པ་ཡིན་དུས་ད་ནི་རྐྱེན་ཆེན་པོ་ཅིག་འཕྲད་པ་ཡིན་ན་ཡང་ནམ་བཟང་ཨེ་ནི་སེམས་ལ་ཡ། ཅིག་རེ་ད་བའི་བློ་མི་སྐྱེ་བ་བས་དེ་འདྲའི་ནམ་བཟང་སྐྱེ་ཐུབ་ཀྱི་མ་རེད། རྒྱལ་སྲས་རྣམས་ལ་དོ་གལ་ཆེན་པོས་ཀྱང།

སྡིག་པ་མི་འཇུག་བདེ་བ་ངང་གིས་འཕེལ། ས་བྱང་ཆུབ་སེམས་རྒྱུད་ལ་ཡོད་ན་བྱང་ཆུབ་སེམས་དང་བྱང་ཆུབ་སེམས་མཚན་ཉིད་ཚང་བ་རྒྱུད་ལ་མེད་ན་ཡང་དེའི་ཕྱོགས་དང་མཐུན་པ་གཅིག་གིས་སེམས་བཟང་པོ་ཅིག་སྐྱེས་ནས་སེམས་བཟང་པོ་ཅིག་བྱུང་ན་སྙིང་སྟོབས་ཡེ་ཤེས་ཆེན་པོ་བྱང་ཆུབ་སེམས་སེང་གེ་འདི་སྙིང་སྟོབས་ཆེན་པོ་ཡིན་པ་ཡིན་དུས་རྐྱེན་མང་པོ་ཅིག་རྐྱེན་སྣ་ཚོགས་ཅིག་པས་འཕྲད་པར་འཕྲད་ན་ཡང། རྐྱེན་གང་བྱུང་མ་བྱུང་གུ་རྒྱ་རྒྱག་མ་ཐུབ་པ་ཅིག་བྱང་ཆུབ་སེམས་ཀྱི་བྱས་ཡོང་བ་རེད། འོ་དེ་འདྲ་ཡིན་དུས། རང་གི་ནང་ནས་ཀྱང་དགེ་བ་འོ་ད་པའི་མཐའ་འཁྱོངས་བ་བྱེད་ཡོང་ལ་བྱང་ཆུབ་ཀྱི་སེམས་ཀྱི་དེ་གྲོགས་ཆེན་པོ་བྱེད་ཡོང་བ་ཡིན་པ་འདྲ་རྒྱལ་སྲས་རྣམ་པ་དོ་གལ་ཆེན་པོས་ཀྱང་སྡིག་པ་མི་འཇུག་དགེ་བ་ངང་གིས་འཕེལ། གང་ལ་སེམས་ཀྱི་དམ་པ་རིན་ཆེན་དེ་སྐྱེས་པ་དེ་ཡི་སྐུ་ལ་ཕྱག་འཚལ་ཞིང་གང་ལ་གནོད་པ་བྱས་ཀྱང་དེ་འདྲ་བ་བདེ་བའི་འབྱུང་གནས་དེ་ལ་སྐྱབས་སུ་མཆི་གསུངས་ནས། ད་ཞི་བ་ལ་རང་ཉིད་ཀྱིས། ཞི་བ་ལ་ཁོ་རང་གིས་ད་གསུངས། ཞི་བ་ལ་ཁོ་རང་གིས་ད། བྱང་ཆུབ་ཀྱི་སེམས་བསྐྱེད་པའི་ཞིང་བཅུ་སེམས་དཔའ་རྣམས་ལ་ཡང། ག་སོགས་རེད། གུས་འདུད་མཛད་པ་ཡིན་པ་རེད།

སླར་རང་ཉིད་ག་སོགས་རེད་བྱང་ཆུབ་སེམས་དཔའ་དེ་གི་ཡང་ཡ། སྐྱབས་ཡག་གི་ཐུན་མོང་མ་ཡིན་པའི་ག་སོགས་རེད་ཕི་གེ། འདྲེན་བྱེད་ཀྱི་ཡང་པའི་ལས་འབྲེལ་དུ་ཆགས་ཡང་དེ་འདྲས་ཅིག་ཡོང་ཐུབ་ངེས་ཅིག་གང་གི་དབང་གིས་བྱུང་བ་རེད་ཟེར་ན་བྱང་ཆུབ་སེམས་ཀྱི་དབང་གིས་བྱུང་བ་ཡིན་དུས་གང་ལ་གནོད་པ་བྱས་ཀྱང་དེ་འདྲའོ། དེ་འདྲས་ཡིན་དུས།

ད་དེ་ཡན་ཆད་ཀྱིས་བྱང་ཆུབ་ཀྱི་སེམས་ཀྱི་ངོ་བོ་ངོས་བཟུང་ཡང་དང་ནི་ཕན་ཡོན་བསྟན་པ་ཡིན། མ་སྨོན་འཇུག་གི་སེམས་ཀྱི་ཕན་ཡོན་འདི་བཤད་ནས་བྱང་ཆུབ་ཀྱི་སེམས་ཀྱི་ངོ་བོ་ངོས་བཟུང། དེ་ཡོད་དུས་ཕན་ཡོན་མཐོང་ཡོད་དུས་དངོས་གནས་བྱང་ཆུབ་ཀྱི་སེམས་ཟིན་མཁན་འདི་དངོས་གནས་དྲ་གནས་པའི་ཉམས་ལེན་བྱེད་ཡག་ཅིག་རེད་འདུག་ག་འདི་ཉམས་ལེན་བྱས་པ་ཡིན་ན་ཉམས་ལེན་བྱེད་རིན་ཆོག་པ་ཅིག་དང་གཞན་དང་མི་འདྲ་བའི་སྟབས་རླབས་ཆེན་པོ་ཅིག་འདུག་ག་སྙམ་པའི་སེམས་ཀྱི་གཏིང་ནས་ནས་མོས་པ་ཞིག་སྐྱེས་ནས་བྱུང་བ་ཡིན་ན། ད་ལྟ་བྱང་ཆུབ་སེམས་རྒྱུད་ལ་སྐྱེ་རྒྱུ་ཁག་པོ་རེད་དེ། ཉམས་ལེན་བྱས་ཤིང་ན་འདི་ལ་ལྷག་པ་མི་འདུག་བསམ་པ་ཅིག་གི་སེམས་ནང་ལ་ཡང་སྐྱེས་པ་ཡིན་ན་དེའི་ཚོད་ཅིག་དེ་ལ་ཡང་དོགས་སེམས་དང་ཉེར་འགྲོ་རྒྱུ་རེད། བྱང་ཆུབ་སེམས་ཟེར་ལབ་ཡོད་འདུག་དག་པའི་ཞེན་བྱེད་པ་ཟེར་ལབ་ཡོད་འདུག་དེ་ལྟར་སྣང་བ་མི་འགྲོ་བའི་སྐད་ཆ་རེད་ག་ནས་ཡོང་ཐུབ་ཀི་རེད་བསམ་ནས་དྲན་བསྡད་ན་སོ་སོ་སོ་སོ་དང་པོ་ནས་པ་དགོངས་པ་རུ་ཞུས་ཚར་ཡིན་དུས་ཨེ་ནས་སེམས་དེ་ལ་པའི་ཉེར་འགྲོ་འདྲ་ཁག་པོ་རེད། ཨོ་དེ་འདྲ་ཡིན་དུས། སྤྱོད་འཇུག་ཡང་དག་ལེའུ་དང་པོའི་སྐབས་ལ་ཡང། ཕན་ཡོན་གྱི་ལེའུ་ཟེར་ནས་ཕན་ཡོན་གྱི་ལེའུའི་སྐབས་ལ་ཡང་དག་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དེ་ཡི་དེ་མ་གསུངས་ནས་ཡོང་བ་ཡིན་དུས། ཨེ་ང་ཡང་དུ་སེམས་ལ་ཡང་ཨ་ཙི་དངོས་གནས་དྲང་གནས་རེད་འདུག་བ་ད་བྱང་ཆུབ་ཀྱི་སེམས་ཟེར་མཁན་འདི་ལ་ཡང། པའི་གནས་སྐབས་དང་གནས་སྐབས་དང་མཐར་ཐུག་གི་པའི། རང་པའི་འདོད་དོན་ཐམས་ཅད་དུ་འདི་ལ་བརྟེན་ནས་ཡོང་ཡ་ཅིག་རེད་ཤག་པའི་སངས་རྒྱས་སྲས་དང་བཅས་པ་རྣམས་ཀྱིས་ཀྱང་ལམ་དེ་ལྟ་བུ་ཉམས་ལེན་མཛད་དེ་ད་བྱུང་ཤག་བསམ་པ་ཅིག་ཇི་ལྟར་དུས་གསུམ་མགོན་པོ་ནོར་བྱང་ཆུབ་ཏུ་ནི་ངས་མཛད་པའི་བྱང་ཆུབ་སེམས་ལས་བླ་ན་མེད་དམ་པ་དག་གིས་བསྐྱེད་པ་ཡིན་ཟེར་ཚིག་དེ་ནུས་པ་ཆེན་པོ་རེད། འདས་པའི་སངས་རྒྱས་རྣམས་ཀྱིས་ཀྱང།

རྒྱུད་སྡེ་གཅིག་གི་དབང་དུ་བྱས་པ་ཡིན་ན་ཡང། སྐབས་རེ་དཔལ་དེ་དམ་པའི་གསང་འདུས་ཀྱི་སྐབས་ནས་བཟུང་བ་ནང་བཞིན་གྱི་སྒྱུ་ལུས་དང་འོད་གསལ་ཟུང་འཇུག་གི་ཐོག་ནས་ལམ་བྲལ་ཡང་འདྲའོ། སྐབས་རེ་གཅིག་སྟོང་གཟུགས་དང་མཆོག་ཏུ་མི་འགྱུར་བའི་བདེ་བའི་ཐོག་ནས་གཅིག་སྒྱུ། ལུས་སོགས་སངས་རྒྱས་གོ་འཕང་གྲུབ་ཡང་འདྲའོ། དེ་འདྲ་གི། ལམ་འདྲ་མི་འདྲ་དེ་འདྲ་གི་ཐོག་ནས་ཡོང་ཡང་ཡོད་རེད། ལམ་ཁ་ཞིག་དང་ཁ་ཤས་ཡོད་པ་རེད། ཡང་ན་འཇའ་ལུས་འཕོ་བ་ཆེན་པོ་དེ་འདྲའི་ཐོག་ནས་འཚང་རྒྱ་བ་དེ་འདྲ་ཡོང་རྒྱུ་རེད། ད་སེམས་གང། སངས་རྒྱས་ཀྱི་གོ་འཕང་ཐོབ་འདོད་ཕྱིན་ཆད་ལ་དེ་མ་གཏོགས་འགྲོ་ས་རྩ་བ་ནས་མེད་དེ་གལ་ཏེ་ག་རེ་བྱས་ན་བྱང་ཆུབ་སེམས་ཡིན་པ་རེད། འོ་དེ་འདྲ་ཡིན་དུས་ཙམ་ནས་ད་རང་དང་གཞན་གནས་སྐབས་མཐར་ཐུག་ག་འདྲས་ཞིག་ལ་བརྟགས་ན་ཡང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཟེར་མཁན་དེ་ད་སྐྱེ་ཁག་པོ་དག་རེད་དེ་སྐྱེ་ཁག་པོ་ཡིན་ན་ཡང་ད་འདི་ལ་ཡང་ད་རང་དང་རྩ་བ་ཞིག་མ་ཆགས་ན་ཁྱོད་ནི་ག་སུ་རེད་པའི་སྔོན་ནས་ནད་མ་ཁྱབ་པའི་ཚོད་རུ་ཆགས་བསྡད་ཡོད་རེད། ང་ཚོ་ཆོས་ལ་ཡ་ཡིད་ཆེས་མེད་ལྟས་ངན་ཞིག་དང་ཆོས་ལ་དོ་སྣང་ཁེ་མེད་ལྟས་ངན་ཞིག་ནི་ད་ག་ལས་མ་གཏོགས་པ་ཅིག་གིས་ནག་པ་སངས་རྒྱས་པའི་ཆོས་ཞིག་ཁས་བླངས་དེའི་ནང་ནས་ཐེག་པ་ཆེན་པོའི་ཆོས་ཞིག་ཁས་བླངས་མཁན་ཞིག་ཡིན་ཕྱིན་ཆད་ལ་འོ་སེམས་འདི་ལ་བག་ཆགས་ཤིག་མ་བཞག་ན་ཐབས་མེད་ལ་རེད། འོ་ད་དེ་དེ་བའི་ཚུལ་གྱིས་ཡོན་ཏན་གྱི་ཡོན་ཏན་མཐོང་བར་བྱེད་ཡ་དེ་ད་གལ་ཆེན་པོ་ཡིན་པས་ད་ལེའུ་དང་པོའི་སྐབས་ལ་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་གསུངས་བ་ཡིན་པ་རེད། ད་ལེའུ་ཡི་མཚན་བསྟན་པ་འདི་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་བཤད་པ་ཞེས་བྱ་བ་དེ་ལེའུ་དང་པོའོ། ད་དེ་བྱ་ཞོར། ཆུ་རྫུན་དང་པོ་དེ་གྲོལ་བྱེད། ད་ཆུ་རྫུན་གཉིས་པ། ཆུ་རྫུན་གཉིས་པ་ཚོགས་ཀྱིས་བྱེད། བ། ཡ་ཚོགས་དང་མེ་འབྲེལ་མདོར་བསྡུས་ཞི་དོན་གཞན་གྱིས་བྱེད་པ་ཡང་མ་རེད།